ང་ཆེན་པོ་ཡིན་ང་འཇིགས་པ་ཡིན་ང་ཡག་པོ་ཡིན་བསམ་པའི་ཀུན་སློང་ཆ་མ་འདུག་ང་རང་སོགས་ལ་ཡོན་ཏན་སྣེ་གཅིག་ཡོད་མ་རེད། ང་སོགས་ལ་ཕྱི་རྒྱལ་གྱི་ཕྲུག་བྱམས་མི་སྲིང་ལ་སོགས་པ་སྐད་རིགས་ལ་དེ་སྲིད་ཡོན་ཏན་དེ་སྲིད་ཀྱི་ཡོད་རེད་དེ་གའི་ཐར་པ་ཐམས་ཅད་ཆེན་པོ་ཐོབ་རྩིས་ཀྱི་གང་ཤེས་ཀྱི་མ་རེད། དེ་ནང་གི་ཡང་ནས་ཡང་དུ་འཁོར་བ་རེ་མར་འཆང་རྩིས་བྱེད་ཀྱི་རེད། རང་རང་སོ་སོའི་རྒྱུད་ལ་ཡོན་ཏན་ཡོད་པ་དང་དེ་མ་བསྒྲིབས་འདུག་གི་རེད། དེ་བཞིན་དུ་རང་རང་སོ་སོའི་རྒྱུད་ལ་ཡོན་ཏན་ཡོད་པ་དེ་ཡར་སེལ་བར་བྱེད་པ་ལ། དེ་ནས་གུ་རུ་རིན་པོ་ཆེས་གསོལ་བ་བཏབ། དད་པ་མོས་གུས་ཀྱིས་དུས་ནམ་ཡང་མ་སྐྱེས་པ་ཅིག། གྲི་གུང་བྲག་ཡིག་མཚན་ཉིད་ཅན་གསུངས་ཡོད་རེད། རང་གི་རྒྱུད་ལ་ཡོན་ཏན་ཡོད་པ་དེ། སངས་རྒྱས་ཀྱི་རྣམ་མཁྱེན་གྱི་ཡོན་ཏན་དེ་རང་གི་རྒྱུད་ལ་ཡོད་རེད་མ་གཏོགས་གཞན་དག་ག་མ་རེད། སངས་རྒྱས་ཀྱི་ཡོན་ཏན་སྙིང་པོ་དེ་རང་གི་རྒྱུད་ལ་ཡོད་པ་ལ་བརྟེན་ནས་དེ་ནི་ང་ཚོས་འབད་རྩོལ་བྱས་ནས་དེའི་འབྲས་བུ་དང་ཡང་སྨིན། དེས་ཀྱི་ཚངས་རྒྱས་གོ་འཕང་ཐོབ། འབྲས་བུ་ཐོབ་ཐུབ་ཀྱི་ཡོད་རེད། ཤིང་འབྲས་ཕུན་སུམ་ཚོགས་པ་དེ་ཚོན་དེ་མར་ས་ཐོག་ནས་བཏབ་ནས་དེ་ནས་ཆུ་ཀླུང་དྲོད་སྐྱེད་ལ་བརྟེན་ནས་ཤིང་སྡོང་ཡར་བཤས་ཏེ་ང་ཚོས་འབྲས་བུ་ལོངས་སྤྱོད་ཐུབ་པ་དེ་ཡང་གི་རུ་བ། ཚེ་འདིར་མེད་ན་ཕྱིར་ལུས་ལས་ལུས་ག་ཚད་ཅི་འབྲང་རུ་འབྲས་བུ་ཆོས་སྐྱོན་མ་རེད། སངས་རྒྱས་ཀྱི་སྙིང་པོ་ཡོན་ཏན་བྲི་གོང་ལོག་བྲི་བ་སངས་རྒྱས་ཀྱི་ཐུགས་ཀྱི་རྣམ་མཁྱེན་གྱི་ཡོན་ཏན་གང་ཡོད་པ་དེ་རང་དབང་ཐོག་ཏུ་རྒྱུད་ལ་ཁྱབ་ཡོད་པ་དེ་རེད། སངས་རྒྱས་ཀྱི་གོ་འཕང་ཐོབ་འོང་དུས་གསར་དུ་ང་ཚོ་ལ་རང་དབང་གི་སྐྱོན་མ་ཟད་རྒྱུད་ཀྱི་ཡོན་ཏན་དེ་ཡར་འཕེར་འོང་གི་ཡོད་རེད། དཔེར་ན་ད་ལྟ་ནང་ཆ་ནི་ཉི་མ་ཁྱད་དུ་ཡོད་རེད། ཡིན་ནའང་ཉི་མ་མཐོང་གི་མི་འདུག། དེའི་ནང་གི་ཀྱི་སྣང་ཆེན་ཡོད་དེ་འདི་ལ་ཡོད་ནའང་ཉོན་མོངས་པ་གིས་གཏུམས་ནས་ནི་ཚུར་མངོན་མི་ཐུབ་འདུག་གི་རེད། དེའི་ཆེད་དུ་ང་ཚོས་ཚོགས་བསགས་བསྟོད་སྦྱོང་བྱེད་ལ་ཞེས་སྔ་འཁོར་ཉམས་ལེན་ལ་སོགས་པ་བྱེད་འདོད་པ་དེ་དཔེར་ན་སྤྲིན་པ་བར་སྟོང་སོགས་པ་ནང་གི་སྣང་ཆེན་གྱི་ཡོན་ཏན་ཡར་རྒྱས་ཡོང་གི་རེད། དེའི་རྒྱུད་ལ་ཡོད་པའི་ཡོན་ཏན་དེ་ཉོན་མོངས་པ་གིས་ཡོང་ནས་ཡོང་དུ་གཏུམས་མ་འདུག་ག་དེ་ཡིན་ན་དད་པ་མི་དགོས་དང་དང་ནོ་ཞེས་འོ་དེ་འདྲ་ཅིག་བརྒལ་ནས་དེ་ནས་འབྲས་བུ་དེ་ཡར་མངོན་ཐུབ་པ་བྱེད་དགོས་རེད། དང་སྣང་བཟུང་ས་དེ་མིའི་སྡེ་དགེ་ཤེས་ཀྱི་ཁ་ཡིན་མིན་ཡག་པོ་ཞིག་མཐོང་གི་མ་རེད། ཡིན་ན་དེ་དང་སྣང་བཟུང་ལས་དེ་མཐོང་འདུག་ཡ་དེ་ཁོ་རང་དངོས་གནས་ཀྱི་དེ་ལས་དེ་ནས་ཡར་དང་སྣང་བཟུང་ལས་འགྲོ་དགོས་ཀྱི་ཡོད་རེད། འཁོར་བ་ལས་གཞན་དོན་བྱེད་མ་འདུག་ག་དུས་ཡིན་ན་ཡང་འཁོར་བ་འདི་ལ་སྙིང་པོ་མེད་པ་ཅིག་རེད་དེ་ཡིན་དུས་ག་ཚོད་ཡིན་ན་བལྟས་པ་དང་སྣང་གིས་འགྲོ་ཐུབ་པ་ཅིག། རང་གི་རྒྱུད་ལ་ཡོད་པའི་ཡོན་ཏན་དེ་ཡར་གྱི་རྗེས་ཡོང་ན་ད་ལྟ་འཁོར་བ་ནས་གང་མཐོང་པ་དེ་ལ་ལྟོ་འཕྱེ་རང་ཤུགས་ཀྱིས་མར་ནུབ་འགྲོ་གི་རེད། བློ་ཐེ་ཚོམ་མ་བྱེད་ཐུབ་ཐུབ་ཐུབ་མི་ཐུབ་དེ་འདྲའི་ཐེ་ཚོམ་ཞིག་མ་འདུག་གི་མི་ཐེ་བོ་ཐེ་ཚོམ་གྱི་བྲོ་བ་ནི་ཚུར་འདུས་དུས་ལམ་སང་བྲོ་ཐུབ་གི་མ་རེད། དེ་ལྟར་བློ་ལུས་ངག་ཡིད་གསུམ་གྱི་སྒོ་ནས

དེ་ཡིན་དུས་བླ་མའི་མཐུས་བརྗོད་ཅིག། དུས་གསུམ་གསང་བདེ་ཐམས་ཅད་ཀྱི། བྱིན་རླབས་སྐྱེས་དུས་ཀྱི་བླ་མའི་མཐུས། བྱིན་རླབས་དེ་རང་གི་སྙིང་ལ། ཕབ་འདྲ་བར་བཏབ་ནས། དེའི་འགངས་ནི་དེ་ནས། རང་གི་རྒྱུད་ལ། རྣམ་མཁྱེན་གྱི་ཡེ་ཤེས་ཡོན་ཏན་དང་བཅས་རྗེས་བསྒུལ་བར། བསྔོ་བ་ཡོད་དམ།